པར་སྐྲུན་སྨོན་ཚིག། རྣམ་གྲོལ་ཞི་བའི་རྒྱ་མཚོར་རོ་གཅིག་ཏུ། གཞོལ་བའི་མཐའ་ཡས་ཆོས་ཚུལ་དལ་འབབ་ཀླུང། ཚིག་ཟེགས་མ་རེད་ཀྱང་དུག་གསུམ་གྱི། དྲི་མ་ཡོངས་འཁྲུད་ལེགས་བཤད་བདུད་རྩི་དེ། པར་དུ་བསྐྲུན་པའི་རྣམ་དཀར་ཕུང་པོའི་མཐུས། ཡང་དག་ཆོས་ཀྱི་སྒོ་མོ་སྟོང་ཕྲག་བརྒྱ། གདངས་ཏེ་རྒྱུད་ལྔའི་འགྲོ་བ་མ་ལུས་པ། ངེས་ལེགས་ནོར་བུའི་མཛོད་ལ་དབང་འབྱོར་ཤོག། ཅེས་པ་འདི་ཡང་དེང་དུས་ཡིད་སྲུབས་ཀྱི་རྒྱུད་བརླམས་པའི་ཀླ་ཀློའི་སྡིག་བཅུད་མི་བསད་པའི། གངས་ལྗོངས་མཆོད་རྟེན་གྱི་ཞིང་དུ་ཐུབ་པའི་བསྟན་པ་རིན་པོ་ཆེ་ཉིན་མོའི་སྣང་བ་དང་འབར་བ་དེ་ནི། མིང་གི་ལྷག་མ་ཙམ་དུ་ཉམས་རྙེད་པར་བྱས། ཕྱོགས་དང་ཕྱོགས་ན་རྡུལ་ཕྲན་གྱི་མཚོན་ཆ་སོགས་གདུག་པའི་གནོད་འཚེ་གྱ་གྱུའི་སྦྱོར་བ་ནི། ཉེར་བཞིན་དུ་དར་བ་སོགས། སྒོ་ཀུན་ནས་སྔགས་བདུད་རྒུད་ཚོགས། མཚོ་ལྟར་རྡོལ་བ་འདི་དག། ལྷག་མེད་དུ་ཞི་ཞིང། བྱང་ཕྱོགས་བོད་ཁ་བ་ཅན་དུ། བསྟན་པའི་མེ་རོ་སླར་ཡང་སྔར་བཞིན་གསོས་ཏེ། རྒྱ་གར་འཕགས་པའི་ལྗོངས་འདིར་ཡང། ཐུབ་པའི་བཞེད་དགོངས་དྲི་མ་མེད་པ་དར་རྒྱས་སུ་འཕེལ་སླད་དང། འཛམ་གླིང་ཡངས་པའི་ཁྱོན་ལ། འཚེ་མེད་ཞི་བའི་ལམ་སྟོན། རྣམ་འདྲེན་ཤཱཀྱ་སེང་གེའི་རིང་ལུགས་སྒོ་ཀུན་ནས་རྒྱས་པ་སོགས། འཕྲལ་ཡུན་ལེགས་ཚོགས་དུ་མའི་ཆེད་དུ་དམིགས། སྦག་རྩ་ནང་བསྟན་ཤེས་རིག་འཛིན་སྐྱོང་སློབ་གཉེར་ཁང་དུ། ནང་བསྟན་གྲུབ་མཐའ་རིས་མེད་ཀྱི་གསུང་རབ། པར་དུ་བསྐྲུན་དང་བསྐྲུན་རྒྱུ་གང་ལའང་སྦྱར་ཆོག་པས། དགེ་བསྔོའི་སྨོན་ཚིག་ཏུ། ཤཱཀྱའི་དགེ་སྦྱོང་ཆོས་སྨྲ་བ། ངག་དབང་བློ་བཟང་བསྟན་འཛིན་རྒྱ་མཚོས་སྦྱར་བའོ།